གོང་ས་ལྔ་པ་ཆེན་པོའི་སྐབས་དེ་ལྟར་ལུགས་གཉིས་ཐུགས་འགན་སྐྱེལ་བའི་ཁ་དོག་གི་ཡ། ཅེས་དགོངས་པ་བཞེས་པ་ནང་བཞིན་གཅིག་གིས་སྐུ་འདྲེན་དེ་མ་ཐག། ཨེ་ནི་ཚངས་དབྱངས་རྒྱ་མཚོའི་ཁ་ཐུག་ནས། ཚངས་དབྱངས་རྒྱ་མཚོ་རང་གི་ངོས་ནས་གོང་ས་ལྔ་པ་ཆེན་པོའི་ཐུགས་བསྐྱེད་ཀྱི་འདུན་པ་རུ་ཡོད་བསྡད་པ་ནང་བཞིན་གཅིག་ཕལ་ཆེར་འགྲུབ་ཡག་གི་རྒྱུ་བྱ་ཆ་ཚང་ཅིག་ཡོད་པ་འདྲ་འདུག་དེ་ཡིན་ནི། གང་ལྟར་གཅིག། ང་ཚོ་ཕྱི་ནང་གི་འགན་འདི་འདྲ་ཞིག་འཕངས་ནས། དེའི་མཛའ་བ་མཐའ་ཆེན་པོ་ཞིག་བྱུང་ཡང་མ་རེད། དེའི་རྗེས་ལ་ཡང། རྒྱལ་མཆོག་སྐལ་བཟང་རྒྱ་མཚོ། དང་ཕལ་ཆེར། སྐུ་མགྲོན་བདུན་པ། དང་དེའི། སྔོན་ནས་ཞིག་ཆོས་ཕྱོགས་ཐོག་ནས་དང་མཛའ་བ་བསམ་གྱིས་མི་ཁྱབ་པ་བྱུང་འདུག་ཡོད་རེད་དེ། ཡིན་ནའི། གོང་ས་ལྔ་པ་ཆེན་པོའི་ཁ་ཐུག་གི་ལུགས་གཉིས་ཀྱི་ཐུགས་འགན་བསྐྱེད་ཡག་གི། འགན་ཅིག་ཐུགས། ལམ་སྟོན་རུ་ཅིག་ཡོད་བསྡད་པ་དེ་སྣང་བཞིན་ཅིག་བསྒྲུབས་ཡོད་དམ་མེད་ཟེར་ཡག་དེ་ཐེ་ཚོམ་རེད།

ྋགོང་ས་ལྔ་པ་ཆེན་པོའི་ལམ་སྟོན་ཡོད་དོ་པ་ནང་བཞིན་གཅིག་ད་ཆ་ཚ་ད་གང་ཞེན་དེ་ག་ལ་གང་བསམ་ཅིག་ད་མཛད་པ་བསྐྱང་དགོས་པ་རེད། ཡིན་ན་ཡང་སྐུ་འདི་བཅུ་གསུམ་པའི་སྐུ་ཚེ་སྟོད་དང་སྐུ་ཚེ་བར་དེ་དག་ལ་ཡང་དོགས་པ་ཤེས་ཤོག་པ་ནང་བཞིན་གཅིག་ཡང་ཡག་པོ་གཅིག་སྒྲུབ་མ་ཐུབ་པ་བྱས་ཞེས།

སེམས་ཁུར་དང། མཐུན་འགྱུར་གནང་ཆེད་དེ་འདྲ་ཞིག་གི་འོག་ནས། ད་ལོ་ཉི་ཤུ་རྩེ་ལྔའི་ལོ་ལ་བོད་ལོ་བརྩི་བ་ཡིན་ན་ད། ལོ་ངོ་བརྩི་བ་ཡིན་ན་ང་བུ་དུས་ལོ་ཉི་ཤུ་རྩེ་ལྔ་རེད། ད་ལོ་ཉི་ཤུ་རྩེ་ལྔ་ནས། ད་རང་གི་ནུས་པ་གྲས་བཅས། ཨན་ད། འདས་པའི་ལོ། ད་བཞི་བཅུ་བཞི་གསུམ་ལྷག་ཟིན། ད་ཧ་ལམ་བཞི་བཅུ་བཞི་བཞི་ལ་ཉེ་བར་བྱེད། ང་རང་སྒེར་གྱི་ད་ལོ་ད་དྲུག་ཅུ་རེ་བདུན།

ཨན་ད། བོད་གངས་ཅན་ལྗོངས་ལ། ད་ཧ་ལམ་བོད་བསིལ་བ་ཆགས་ག་ནས་སོང་ཅིག། ད། ཅིག་བོད་མི་རིགས་ཁོ་རང། ཅིག་ད་ཀླད་ད་མ་ནས་ཟེར་དེ་ཨ་ར། ག་འདྲ་བྱས་ཡོང་བསམ་པས། དེ་འདྲ་ཡི་ད་བསམ་བློ་ཕོག་པ་ཡ་ཅིག་དུས་ད་ལྟ་བར་དུ་བྱུང་མྱོང་ཡོད་མ་རེད། ད་དེ་འདྲ་ཞིག་གི་ད་མཚམས་ལ་ཡ་ཀླད་དེ། རྒན་ལ་ཆ་བཞག་ན། ད་ཧ་ལས་པའི་དགེ་ལན་ཆེན་པོ་ཅིག་དང་སླེབས་པའི་གཉན་འཕྲང་ཞུ་ཞིག་དང། དེ་ནས་ད་དེ་འདྲའི་གི་ད་ང་ཚོ་ད་བསམ་ཡུལ་ལས་འདས་པའི་ང་ཚོའི་དཀའ་ངལ་དེ། ལོ་གཅིག་གཉིས་ནང་ལ་བྱུང་བ་ཞིག་མ་རེད། ལོ་བཅུ་ཕྲག་གཅིག་གཉིས་ནང་ལ་བྱུང་བ་ཞིག་མ་རེད། མི་ལྟོ་ནི་མི་ལྟོ་ང་ཚོས་འཐུས་ཤོར་ཕྱིན་ཞིང། འཐུས་ཤོར་ཕྱིན་པའི་ད་འབྲས་བུ་དེ་ད་དེ་བྱུང་བ་ད།

ན་འབྱུང་འགྱུར་ཡ། ང་རེ་ངོས་ནས་ཨ་ད་ཕན་ལ་ཡ་ཧན་ཅུང་བྱས་ཡིན། འབྱུང་འགྱུར་རེ་མ་ཤི་བར་དུ་མི་སོ་སོའི་ལས་དང་སྨོན་ལམ་གྱི་བཀོད་བཞག་པ་ད་བོད་བསྟན་སྲིད་གཙོ་བོར་གྱུར་པའི་ད་བོད་བསྟན་སྲིད་རེད་ཨ་ནི་བོད་སྐད་འབྲི་འབྲི་ཐབས་རེ་ཡིད་དུ་གཙོ་བོར་གྱུར་པའི་ད་ད་ད་སུ་ལ་ཡིན་ནས་ཕན་པ་འགྲོ་བསམ་པ་ཞིག་བསམ་བློ་དེ་མ་གཏོང་ཐ་གས་མེད།

ཨ་བེམ་ཆུང་བཀྲ་བར་བྱེད་ཀྱི་རེད་ལ། ཨེ་གལ་ཆེ་ཤོས། ང་ཚོའི་ད་བདེ་སྡུག་དེ། མི་སྤྱི་བའི་བདེ་སྡུག་ཆགས་ཀྱི་ཡོད་རེད། ད་དེ་འདྲ་ཡིན་དུས་ང་རང་ཚོ་བོད་མི་སྤྱི་བོ་གནམ་བསྟན་ཡོངས་སུ་རྫོགས་པ། ཚང་མའི་ཁུར་རེད། ཚང་མའི་བདེ་རྩར་ཐུག་ཡོད་རེད། ད་དེ་འདྲ་ཡིན་པ་ཡིན་དུས་ཆ་ནས་ང་རང་ཚོ་ཚང་མ་ལོག་གི་ད་སྙིང་ལ་རུས་པ་བཅུག་ནས་ཧུར་ཐག་ཧུར་ཐག་བྱས་ཏེ་དཔེ་གལ་ཆེན་པོ་རེད། ཅེས་ལྟད་མོ་བལྟས་བསྡད་པའི་སོ་རོ།